རྒྱ་ནག་ལ་འགྲོ་ཡ་ཡིན་པའི་དེ་རིང་གང་འདྲ་གནས་ཚུལ་ཞིག་དང་གོང་དུ་འོན་ཞིག་ཐེངས་ཀྱི་རེད་བ། ཨ་ནི་དམིགས་བསལ་གང་འདྲ་ཕེ་རྒྱ་ནག་ལ་འགྲོ། ཨ་ནི་ཕེ་དེ་འདྲ་རྒྱ་ནག་གི་ནང་ལ་དེ་འདྲ་རྒྱ་ནག་དམར་ཕྱོགས་ཚོགས་པའི་འགོ་ཁྲིད་དེ་ཚོ་ཐུག་རྗེས་ཨ་ནི་ཡང་དེ་འདྲ་ཐེ་ཝན་དང་གང་འདྲ་རྒྱ་ནག་གི་དཀའ་ངལ་དུ་བཀོལ་བ་གང་འདྲ་དེ་འདྲ་གི་གྲེ་མོལ་སུ་ལ་བྱེད་ཡ་ཡིན་པའི་དེ་འདྲའི་གང་འདྲ་ལྟ་གནས་ཚུལ་གལ་ཆེ་བོ་ཞིག་གང་འདྲ་དང་གོང་དུ་འོན་ཞིག་ཐེངས་ཡོང་གི་འདུག་བ། འོ་དེ་འདྲ་སོང་ཙང་ཨ་ནི་ད་དེ་རིང་དེ་ལྟ་ང་ཚོ་བརྙན་ཐུང་གི་ནང་ལ་ཨ་ནི་ཡང་དེའི་སྐོར་ལ་ཅིག་ཐུང་ཐུང་ཅིག་བཤད་ན་བསམ་སོང་བ། ད་དེ་ཡང་བཤད་དགོས་གནད་འགག་ཅིག་གོ་བ་ཐུག་དོན་ལ་ནི་ཨ་ནི་ད་གང་འདྲ། དེ་ལྟར་སྤྱི་བཏང་དེ་ལྟར་ང་ཚོ་ད་ལྟ་གི་ཐའེ་ཝན་གྱི་གཞུང་དེ་དང་ཨ་ནི་ད་ལྟ་རྒྱ་ནག་དམར་ཤོག་གཉིས་ཀྱི་བར་ལ་ཨ་ནི་ད་གང་ད་ད་ལྟ་བར་དུ་གང་ལྟར་ཁོ་གཉིས་ཀྱི་ལ་འཕྲད་མོལ་བཟོ་ར་ཡིན་ན་ཡང་མི་དེ་འདྲའི་གང་ལྟར་ཕན་ཕན་ཚིན་པ་ལ་དེ་འདྲའི་གི་སྐད་ཆ་བཤད་ར་རྒྱུ་རྩ་བ་ཉིད་ལ་ཡོང་གི་ཡང་མ་རེད་བ་ད་དེ་ཡང་དེ་ལྟར་ང་ཚོ་ཐའེ་ཝན་ཆུང་གི་ཆབ་སྲིད་ཚོགས་པ་དེ་ལྟར་ང་ཚོ་དམངས་གཙོ་ཚོགས་པ་ཆགས་དེ་ཡོད་རེད་བ་ཨ་ནི་ང་ཚོ་དབྱིན་ཇིའི་སྐད་ནས་ཤོད་ན Democratic Progressive Party ཆགས་འདུག་བ་ཨ་ནི་ཁོང་ཚོ་གང་ལྟར་ཆབ་སྲིད་ཚོགས་པ་དེ་དང་ཨ་ནི་ད་གང་ལྟར་རྒྱ་ནག་གཉིས་བར་ལ། ད་ལྟ་བར་དུ་གྲེས་མོལ་ལ་ནི་རྩ་བ་ནས་བྱུང་ཡང་མ་བྱུང། ཨ་ནི་མིག་སོགས་གྲེས་མོལ་དེ་ཡང་ད་སྤྱིར་བཏང་ད་ལྟ་ང་ཚོ་ད་ལྟ་ཡི་ད་ལྟ་ཐའེ་ཝན་ཆབ་སྲིད་ཚོགས་པ་དང་ད་ལྟ་ཚའེ་ཡིན་ཝིན་ལ་བ་དང་ད་སྲིད་འཛིན་ཚའེ་ཡིན་ཝིན་གྱི་ངེད་ནས་ད་ཕག་རྒྱ་ནག་ལ་རེ་བ་ཞེ་བོ་ཞིག་ཡོད་རེ་བ་ག་རེ་ཞིག་ལ་ནི་ཨ་ཨ་ནི་ག་ད་རྒྱ་ནག་དང་ཐའེ་ཝན་གཉིས་བར་ལ་གྲེས་མོལ་ཟེར་བ་བྱས་རྗེས་ཨ་ནི་གང་ད་དཀའ་ངལ་དེ་སེལ་ཡི་དེ་འདྲ་བདེ་བ་ཡིན་མིན་སོགས་ལ་རྣམ་འགྱུར་མང་པོ་བསྟན་ཏེ་ཡིན་ན་རྒྱ་ནག་གི་ངེད་ནས་ད་ལྟ་བར་དུ་རྩ་བ་ནས་ག་ད་དེ་ལ་བ་ཡ་ལན་གྱི་སོ་ར་སྤྲད་ཡ་མ་ལ་ཨ་ནི་ག་ད་ད་ལྟ་བར་དུ་ཁོང་ཚོ་བར་ལ་སྐད་ཆ་སོ་ར་རྩ་བ་ནས་ཅིག་བྱུང་ཡ་མ་རུ་བ་འོ་དེ་འདྲ་སོང་ཙང་ཨ་ནི་ཡང་ད་ལྟ་གི་དུས་ཚོད་དེ་ལ་ཐའེ་ཝན་གཞུང་གི་མཉམ་དུ་རྒྱ་ནག་གི་སྐད་ཆ་ཤེས་ཡིན་པ་རུ་བ། ཡིན་ན་ཐའེ་ཝན་གྱི་ཆོ་ག་ལ་སོགས་པ་མཉམ་དུ་སྐད་ཆ་ཤེས་རུ་བ། འོ་ཡང་དེ་འདྲ་སོང་དེ་དུས་སུ་གནད་འགག་ཡིན་ན་ཁོ་དུས་སུ་ཡང་དེ་དཔེ་དུས་སྐོར་ཁྱད་མཚར་བར་ཆགས་འདུག་བ། འོ་དེ་འདྲ་སོང་ཙང་ཨ་མདའ་དེ་རིང་དེ་ལྟར་ང་ཚོ་བརྙན་ཐུང་གི་ནང་ལ་ཨ་མདའ་དེའི་སྐོར་ལ་གང་འདྲ་ཅིག་བཤད་ཅིག་ཆགས་བསྡད་འདུག་རུ་བ། ད་དེ་ཡང་དང་པོ་དེ་ལ་དེ་ལྟར་ང་ཚོ་ག་རེ་ཟེར་འདའ་དེ། ད་རྒྱ་ནག་གཞུང་གིས་ངེད་ལ་དེ་རིང་གི་ཐའེ་ཝན་གྱི་དེར་ང་ཚོ་ག་རེ་ཟེར་འདའ་དེ།

དེ་ནང་དཀྲུགས་དེ་ཡང་ད་ལྟ་ང་ཚོ་དམར་ཤོག་དང་ཨ་རི་གོ་མིང་དང་གཉིས་བར་ལ་ནང་དཀྲུགས་ཤོར་བ་ཨ་རི་མཐའ་མ་དེ་ཁ་ནང་དཀྲུགས་དེ་གི་ནང་ལ་ཨ་རི་དམར་ཤོག་ཚོགས་པ་ཐོབ་རྗེས་ཨ་རི་གོ་མིང་དང་དེ་བར་ཐའེ་ཝན་ལ་བྲེལ་བྲེལ་དྲོགས་བྱུང་བ་རེད་བ་ཨ་རི་ཐའེ་ཝན་ང་ལ་བྲེལ་རྗེས་ཨ་རི་ཕའི་ཐའེ་ཝན་གི་ནང་ལ་དེ་འདྲ་དར་གོ་མིང་དང་གི་གོ་སྒྲིག་གལ་ཆོག་དེ་འདྲ་བྱེད་མཁན་ཞིག་ལ་རོ་བ་དེ་འདྲ་བྱེད་མཁན་ཞིག་རོ་བ་ཨ་རི་བྱེད་མཁན་ཞིག་གི་ངེད་ནས་ཕའི་ད་གང་ལྟར་གོ་མིང་དང་གི་གོ་རེ་བྱུང་རོ་ཟེར་རྗེས་གང་ལྟར་ཐའེ་ཝན་དེ་ཨ་རི་ཁོག་གི་འོག་ལ་འཛིན་སྐྱོང་བྱེད་འདེར་ད་གང་ལྟར་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔ་ནས་ཆིག་སྟོང་དགུ་བརྒྱ་བདུན་ཅུ་དེ་སྔ་ཕ་དུས་གང་ད་ལྟ་དུག་ཟིང་འཇོག་ཅིང་བསྡད་འདུག་ཨ་མདའ་དེ་གི་རིང་འདི་ལ་གང་ལྟར་ཐའེ་ཝན་དང་ད་ལྟ་ང་ཚོ་རྒྱ་ནག་གཉིས་བར་ལ་ག་དུས་ཡིན་ན་ག་ཚ་དྲག་པོའི་གི་ཐོག་ནས་འཐེན་འཁྲིད་གི་ད་བར་སུ་ག་ལ་ང་ཚོ་གི་དོག་འདུག་ཡོང་ཡ་ཅིག་མ་འདུག་ཨ་ནི་དྲེད་མོང་དང་ད་ལྟ་བྱས་རྗེས་དཀའ་ངལ་སེལ་ལ་ནི་དེ་རྩ་བ་ཉེ་ཡ་མ་རུ་ཨ་ད་དེ་ཡང་དེ་སྐབས་སུ་དོག་འདུག་བྱས་ན་དང་པོ་རྒྱ་ནག་གི་ངེད་ནས་ག་ད་ཐའེ་ཝན་མཉམ་དུ་དེ་དྲེད་མོང་བྱས་རྗེས་དཀའ་ངལ་སེལ་ཐབས་ཤེས་བྱེད་ཡ་མ་ལ་ཨ་ནི་ཕ་ཆུང་དེ་ལ་དེ་ད་གོང་མིང་ཏང་གི་ངེད་ནས་དེ་རེ་བ་རྩ་བ་རྒྱག་གི་ཡ་མ་རེད།

རུ་ཨ་ཨ་ད་དེ་ཡང་དྲེད་མོ་ལ་ཅི་དགའ་སུ་ཨ་ནི་ཁོ་ཚོ་གི་དྲེད་མོ་ལ་སུ་ཡང་མི་ཆེ་ཡ་སུ་ན་ཨ་ནི་གོང་མིན་ཏང་གི་ཆབ་སྲིད་ཚོགས་པ་ནས་ཆེ་གི་ཡོད་རུ་ཨ་ད་དེ་ཡང་ད་ལྟ་ང་ཚོ་གོང་མིན་ཏང་གི་ཆབ་སྲིད་ཚོགས་པ་དེ་གི་ཡང་ལངས་ཕྱོགས་གྲོགས་དེ་ག་ལ་ན་ཨ་ནི་ཁོང་ཚོ་གི་ངེད་ནས་ཐེ་ཝན་ལ་ཉེ་དེ་རང་བཙན་རྒྱལ་ཁ་ཡིན་པ་རྩ་བ་ནས་ངེས་ལེན་བྱེད་ཡོད་མ་རེད་ཁོང་ཚོ་གི་ངེད་ནས་ག་གི་ནས་ཐེ་ཝན་ལ་ཉེ་དེ་རྒྱ་ནག་གི་ཆ་ཤས་ཡིན་པ་ཁས་ལེན་བྱེད་ཡོད་རུ་ཨ་ད་ཡིན་ན་ཁོང་ཚོ་གི་རྒྱ་ནག་གི་ཆ་རྒྱ་ནག་གི་ཆ་ད་ཐེ་ཝན་དེ་རྒྱ་ནག་གི་ཆ་ཤས་ཡིན་པ་ཁས་ལེན་བྱེད་རྐྱང་དེ་དང།

གོང་མའི་ཏང་གི་ཆབ་སྲིད་ཚོགས་པ་དེ་གི་ལངས་ཕྱོགས་དེ་འདྲ་རང་ཅིག་ཆགས་བསྡད་ཡོད་རེད་བ། ཨ་མདའ་དེ་གི་ལངས་ཕྱོགས་དེ་ཡང་ད་ག་ལེ་ག་ལེ་སྐྱུར་སྐྱུར་སྐྱུར་འགྲོ་འདུག་ཡ་ད་གང་ལྟར་འགྱུར་བ་ལ་ཞིག་བྱེད་དགོས་རྒྱ་ནག་སྟོབས་ཆེ་འགྲོ་རུ་བ། ཨ་ནི་སྐྱུར་སྐྱུར་འགྲོ་རྒྱ་ད་ག་ལེ་ག་ལེ་ད་གང་ལྟར་པའི་གོང་མའི་ཏང་ཆབ་སྲིད་ཚོགས་པ་དེ་ལ་ཡས་འགྱུར་ཆབ་སྲིད་ཆབ་སྲིད་པ་མང་པོ་ཞེའུ་ཞིག་ཨ་ནི་ཁེབས་བསགས་ནས་འགོ་ཚུགས་ཡོད་རེད་ག་ལེ་ཁེབས་བསགས་ནས་འགོ་ཚུགས་ཡོད་ན་ཨ་ནི་རྒྱ་ནག་མཉམ་དུ་འབྲེལ་བ་བྱེད་ག་ཡིན་ན་རེད་ཡང་མ་ནི་རྒྱ་ནག་མཉམ་དུ་ཉེའུ་བྱེད་དེ་ཁོ་ཚོ་སྲིད་སྤྱི་དེ་ཟིམ་ཡིན་གི་རེད་རུ་བ་དཔེར་ན་ཆ་བཞག་ཡོད་ན། སྙིང་མ་དང་གནས་ཚུལ་ག་རེ་ཡོང་གི་ལ་ན་ད་ལྟ་གོ་མིན་ཏང་གི་ཆབ་ཆབ་སྲིད་པ་ཁ་ཆེ་ཞིག་པ་རྒྱ་ནག་ནང་འགྲོ་རྗེས་ཨ་ར་རྒྱ་ནག་ནང་ལ་ད་ལྟ་རྒྱ་ནག་གི་རྒྱ་ལུས་དང་མཉམ་འབྲེལ་བཏང་བསྡད་ཀྱི་འདུག་ལ་ད་རེ་བ་འོ་དེ་འདྲ་གི་གནས་ཚུལ་ཞིག་གང་ལྟར་ཡོང་བསྡད་རེ་བ་འོ་དེའི་གནས་ཚུལ་དང་དེ་འགྱུར་བ་དེ་ལ་གཞིགས་རྗེས་ཨ་ནི་རྒྱ་ནག་གི་ངེས་ནས་ཡང་ད་གོ་མིན་ཏང་གི་ཆབ་སྲིད་དེ་བེད་སྤྱད་བྱས་རྗེས་ཨ་ནི་དམངས་གཙོ་ཚོགས་པ་ཁ་བཀག་ཧེ་ཡིན་ན་རེ་ཡང་མ་ནི་དམངས་གཙོ་ཚོགས་པ་ཏག་ཏག་བཟོ་ཡ་ཐབས་ཤེས་བྱེད་རེ་བ་ད་དེ་ཡང་རྡོག་རྡོག་ཐད་ཀར་གྱི་ཕྱོགས་ཞེ་མ་ཞིག་བཏགས་ཡོད་ན་ཨ་ནི་དམངས་གཙོ་ཚོགས་པ་དེ་ལ་ཨ་རིག་གི་རྒྱབ་སྐྱོར་བྱེད་ཡ་རེ་ཨ་ནི་གོ་མིན་ཏང་དེ་ལ་སྟེགས་སུ་ད་ང་ད། ད་ཐད་ཀར་བྱིས་མ་ཏིས་ག་ལ་རྒྱ་ནག་རྒྱབ་སྐྱོར་རོགས་བྱེད་ངེས་རིགས་ཆགས་བསྡད་ཡོད་རེད་བ། འོ་དེ་འདྲའི་གི་གནད་འགག་ཞིག་ལ་བརྟེན་རྗེས་ཨ་ནི་ག་ད་རྒྱ་ནག་གི་ངེས་ནས་ཨ་ནི་གོ་མིང་དང་མཉམ་དུ་ག་ད་འབྲེལ་བ་བྱས་རྗེས་ཨ་ནི་ད་དཀའ་ངལ་དེ་སེལ་ཐབས་ཤིག་གཉིད་མ་ནས་བྱེད་བསྡད་རེད་བ། འོ་དེའི་ཆེ་བ་ནང་ལྟར་གི་ཨ་ནི་ད་ལྟ་གི་དུས་ཚོད་དེ་ན་གཅིག་པ་གཅིག་རྐྱང་ཁོ་ཚོ་བྱེད་ཀྱི་ཡོད་ད། ག་རེ་བྱེད་ན་ན། ད་ཐའེ་ཝན་གི་གཞུང་མཉམ་དུ་ག་ད་གྲོས་མོལ་དང་སྐད་ཆ་བཅར་བ་ནི་བྱེད་ཀྱི་མེད་ཟེར་བ། ཡིན་ན་ཐའེ་ཝན་གི་ཆོས་དཀར་ཚོགས་པ་མཉམ་དུ་ཁོ་ཚོ་གི་ད་གྲོས་མོལ་བྱེད་ཀྱི་ན་ནི་དེའི་གི་ལམ་པ་ཡིན་ན་ཡང་དེ་འདྲའི་གི་ད་ག་ད་པའི་འགྱུར་བ་སོགས་ཀྱི་ད་ད་གོང་དུ་སླེབས་ཀྱི་ཆགས་བསྡད་འདུག་བ།

རྒྱ་ནག་གིས་ད་ལྟ་དེང་སང་ཉེ་ཆར་འདམ་རྒྱུག་དང་འདྲ་ད་ལྟ་གོ་རིག་དང་འདྲ་སོང་ཐོག་ལ་ཉེ་དེ་གི་ད་དེང་སང་ཉེ་ཆར་སྐད་ཆ་གལ་ཆེ་བ་ཞིག་ག་རེ་བཤད་པ་ན་ཨ་མདའ་གང་ལྟར་ཐའེ་ཝན་ལ་ཉེ་དེ་ཡིན་གཅིག་གལ་ཆེ་ག་ད་རྒྱ་ནག་ནང་ལ་བཅུག་དགོས་རེད་ཟེར་བ་ཨ་དེ་བཅུག་བས་ལ་ཡང་གང་ལྟར་ང་ཚོ་ཕྱོགས་གཉིས་ཀྱི་མཉམ་རུབ་ཀྱི་ཐོག་ནས་ཐོག་ཆུ་བཅུག་དགོས་རེད་ལ་ཉེ་དེ་རེད་ཀྱི་སྐད་ཆ་བཤད་རུ་བ་ད་དེའི་སྐད་ཆ་དེ་གནད་ཀ་ག་ཆ་ན་ཨ་ཕྱོགས་གཉིས་ལ་གོ་ཕྱོགས་གཉིས་ཕྱོགས་གཅིག་ད་རྒྱ་ནག་ཆོལ་ཕྱོགས་གཅིག་སུ་ཆ་གལ་ད།

བའི་ཆ་ཤས་ག་རེ་སྟེང་དུ་ཡང་མ་དེའི་སྐབས་ལ་དེ་དང་འབྲེལ་བ་ཡོད་སྐད་ཆ་ག་རེ་ག་རེ་བཤད་དགོས་ཡོད་པའི་སྐོར་ལ་ཨ་ནི་གོ་གནས་ག་ཆེ་བ་སོང་ཙང་ཨ་ནི་ཁོ་ཚོ་ཐུགས་ཁས་གཅིག་དེའི་སྐབས་ལ་ཆགས་པའི་རེད་བ་ཨ་ནི་དཔེར་ན་ཆ་བྱ་བ་ན་ཨ་ནི་ད་ལྟ་སྙིང་མ་ཉིས་སྟོང་བཅུ་དྲུག་ལ་དེ་ལྟར་ང་ཚོ་ད་ལྟ་ཐའེ་ཝན་ནང་ལ་ད་ལྟ་ད་ལྟ་སེམས་ཅན་ངལ་དུབ་གླེའི་སྐབས་སུ་ད་ལྟ་དམངས་གཙོ་ཚོགས་པ་དང་གོང་མིང་ཐང་ནས་ལ་བཀྲུས་སྐབས་སུ་དེའི་སྐབས་སུ་རྒྱ་ནག་གིས་ནས་གོང་མིང་ཐང་ཤུགས་ཞོ་རྒྱབ་ལ་ད་ད་གནས་ཚུལ་རྫུན་མ་བཀྲམ་པའི་ཡིན་ནའང་རེད་ཡང་མ་ན་ག་ད་དཔེ་ཤར་སྤྲད་དུ་ཁོ་ན་མང་པོ་ཞོ་ཤ་ཤུགས་རྒྱབ་སྟེ་ཡིན་ན་ཐ་མ་དེ་ལ།

འདི་བྱས་ན་ད་དེ་སྙམ་དུ་ང་ཚོ་མཐའ་མ་དེ་ལ་ད་ཡང་ང་དེ་ལ་སྐད་ཆ་ཞིག་ག་རེ་བཤད་ཡིན་དྲོ་སོང་ལ་ན། ད་དེ་དེ་ལྟར་མདང་དགོང་ད་ལྟ་ཁ་སང་དེ་བ་རང་དེ་ལྟར་ཨ་རིའི་གིང་ན་དེ་ལ་རྒྱ་ནག་གི་སྒང་ཕུག་ཞིག་གཏོར་སོང་ཨ། ཨ་ན་ད་དེ་ཡང་འབྲེལ་བ་ཡོད་པ་ལ་ཡང་གནས་ཚུལ་ཞིག་ཡོང་བསྡད་འདུག་ཨ། ཨ་ན་དམིགས་ས་ད་ལྟ་ངའི་བརྙན་ཐུང་ཟིན་ཡང་མང་པོ་ཞིག་ཡོད་ཅིག་ད་དེའི་སྐོར་ལ་ཅིག་བཤད་རོགས་ཞིག་ང་ལ་ཅིག་ལབ་བསྡད་འདུག་ཨོ། དེ་ལྟར་སོང་ད་དེ་རིང་གི་བརྙན་ཐུང་དེ་ཉམས་འདུག་ཡང་དེའི་སྐོར་ལ་ཐུང་ཐུང་ཅིག་བཤད་ན་བསམ་འདུག་རོགས་ཨ།